ཡ། ལ་སོ། དག། འབྲུག་གི་སྡེ་སྲིད་ཁྲི་རབས་རིམ་བྱོན་གྱི་གཏུགས་བརྗོད་གསེར་འདི་བཞུགས་མི་ག་ར་ལུགས་སྐུ་གཟུགས་བཟང་པོ་སེར་ཤུ་ནི་ད་ཅི་ཁ་ད་རི་ན་ལ་མ་འབྲུག་གི་སྡེ་སྲིད་ཁྲི་རབས་དགུ་པ། ས་སྐྱོང་མིང་བ་དགེ་བཤེས་ལྔ་བ་འཇམ་སོགས་སེར་ཤུ་མི་སྡེ་གྱི་མཛད་པ་གཏུགས་བརྗོད་བཞུགས་ཡོད་ལ། སྡེ་སྲིད་ཁྲི་རབས་དགུ་པ་དགེ་བཤེས་ལྔ་བ་འཇམ་སོགས་སེར་ཤུ་མི་ཆུ་བོ་དེའི།

པའི་སྐུ་ཚོའི་ཕོབ་མ་ཚད། སྡེ་སྲིད་རྒྱལ་པ་དེ་ཁོ་རེད་ཨ་ཞཱ་བེ་ནི་སྡེ་དགེའི་དགེ་བཤེས་ལྔ་བ་རྒྱ་མཚོ་སྟེ་སྤྱི་སྟོང་བདུན་བརྒྱ་ཡས་ཉུ་ཤུ་དང། ཉུ་ཤུ། གནམ་ལོ་བེ་བ་ཅི་གནམ་ལོ་ཅཱ་ཅི། ས་ཚེ། བི་གི་ཟླ་འུ་ཏི་ན་ལུ་ཟླ་འུ་ཆུ་ཅི་བི་གི་ན་ལུ། གདན་ས་སྤུན་ཟླ་ཁ་ལུ་བའི། སྡེ་སྲིད་དགུ་བི་གི་ཁྲི་ལུ་ལྔ་ཚོའི་རྫིའི་ནང་ཡིན་ཚེ་མེད། སྡེ་སྲིད་ཁྲི་རབས་དགུ་བ་བའི་རྫིའི་བི་གི་སྐབས་དེ་ལུའུ་དགེ་བཤེས། རྔ་བ་རྒྱ་མཚོ་ཆུ་བོ་དེ་གའི་སྤྱི་སྟོང་བདུན་བརྒྱ་ཉི་ཤུ་ལོ་ཡིན་པས་ལ་སྡེ་བི་གི་ཁྲི་ཡི་བཅོམ་ཟླ་ལུ། ཏི་སྡེ་བི་གི་ཁྲི་གུ་བཅོམ་ཟླ་ལུ་ཞབས་དྲུང་གསུང་སྤྲུལ་དམ་པ་འཇུ་ཆེན་ཕྱོགས་ལས་རྣམ་རྒྱལ་སྤྱི་སྟོང་བདུན་བརྒྱ་བཅུ་བཞི་ལས་བླ་མུ་ཁྲི་བི་གི་སྲས་ཁྲི་སྙེམས་སྡེ་བའི་བཞུགས་དུས་ཡོད་བི་གི་ཁ་གོང་ས་མི་ཕམ་དབང་པོ་ཨེ། ཏི་སྤྱི་སྟོང་བདུན་བརྒྱ་སུམ་ཅུ་སོ་བརྒྱད་ལོ་ཡིན་པས་ཏི་དགུང་ལོ་བདུན་བཞི་བདག་ཡིན་པས་ལ་དགུང་ལོ་བདུན་མེ་ཏི་རྒྱལ་སྲིད་བསྟན་འཛིན་རབ་རྒྱས་ཀྱི་ཡང་སྲིད་ལུ་ངུའི་འཛིན་སྣ་དེ་བས་ཏེ་གཅིག་སྟོང་བདུན་བརྒྱ་ཉི་ཤུ་རྩ་གཅིག་ལུ། ཁོ་ར་གི་ཨ་ཁུ་གངས་ཏེ་སྤྲུལ་སྐུ་བསྟན་འཛིན་ལས་བི་དུན་གྲུབ་ཀྱི་བླ་ཚབ་རྫིས་དེ་བས་བཞུ་བཅུ་ནུ་སེམས་མེད་དེ་ལས་རྒྱལ་སྲིད་འཇིགས་མེད་ནོར་བུ་འདི་གཅིག་སྟོང་བདུན་བརྒྱ་བཅུ་བདུན་དང་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་ལྔ་གི་བང་ན་ལོའི་རྒྱལ་སྲིད་ཀུན་དགའ་དགེ་ཚེ་གྱི་ཡང་སྲིད་པའི་སྤྱི། སྤྱི་ལོ་གཅིག་སྟོང་བདུན་བརྒྱ་བཅུ་བདུན་ལོ ྋགོང་ས་མི་ཕམ་དབང་པོ་གིས་ནུ་ཆུ་བའི་སྐུ་འཁྲུངས་འདི་པའི་དེ་པའི་གནང་གནོང་དེ་དེ་པའི་ཆོས་གནོང་སིང་མེད། དེ་གང་རྗེ་བཙུན་ཕྱུག་ལས་རྣམ་རྒྱལ་དང ྋགོང་ས་མི་ཕམ་དབང་པོ་གཉིས་སྐུ་ན་ཆུང་སྐུ་གི་སྒང་ལས། དེ་ཞབས་དྲུང་རིན་པོ་ཆེ་དང་རྒྱལ་སྲིད་བསྟན་འཛིན་རབ་རྒྱས་ཀྱི་ཡང་སྲིད་ཨིན་བེ་ཀི་ངོས་འཛིན་སེ་རི་རི་བའི་ཐུན་འདི་གནང་ས་ཕྱི་རུ་རྒྱལ་སྲིད་འཇིགས་མེད་ནོར་བུ་གིས་སྐུ་ཚེ་སྔ་མ་རྒྱལ་སྲིད་ཀུན་དགའ་རྒྱལ་སྲིད་འདི། ཞབས་དྲུང་རིན་པོ་ཆེ་དང་རྒྱལ་སྲིད་འཇམ་པའི་གདུགས་ཀྱི་གར་གྱི་སྤྲུལ་སྐུ་གཉིས་ནང་གི་སྟེ་དབྱེ་བ་ལས་གཞན་པའི་ཕྱེ་མ་ཆུ་བོད་ཀྱི་ཤུལ་མ་སྤྱི་སྟོང་བདུན་བརྒྱ་ཁལ་གཅིག་བཞིའི་ལུགས། པས་བརྗིད་མི་བྲབ་པ་ཞབས་དྲུང་བརྗིད་མི་བྲབ་མེད་ལ་ཞབས་དྲུང་རིན་པོ་ཆེ་གི་ཡང་སྲིད་གསེར་རི་རི་བའི་སྐུ་འཁྲུངས་གཤིམ་ན་ལེ་ལྕམ་གཅིག་པས་བརྗིད་མི་བྲབ་པ་ཞབས་དྲུང་ཐུགས་སྤྲུལ་དང་རྗེ་བཙུན་ཕྱོགས་ལས་རྣམ་རྒྱལ་འདི་ཞབས་དྲུང་གསུང་སྤྲུལ། ཏེ་ཀུན་དགའ་རྒྱལ་སྲིད།

སྐུ་ཡི་མི་རྡོ་ཡས་སོ་བོད་ཀྱི་ལུགས་ཇུས་ཡོད་པ་རྨོ་ཞིག་ལ་ང་ཅི་ར་རྒྱལ་རབས་ཧི་མ་སུ་ནའི་ཨང་ནི་པའི་ཡུལ་མི་དིག་གི་སྐུ་ལས་དེ་ང་ཅི་ར་རྗེ་ཁིམ་ཁྲི་རབས་དགུ་བ་རྒྱལ་བོ་ཤ་ཆག་རིན་ཆེ་གི་རྗེས་དཔེ་གི་རྗེ་ཁིམ་ཁྲི་རབས་བདུན་པ་ངག་བ་ཁྲི་ལས་ཀྱི་རྣམ་ཐག་རྒྱལ་སྲིད་རྩེ་དགའ་གི་ཁྲི་ཤིང། རྒྱལ་བདུད་གཉིས་པའི་ཡུལ་མི་གི་དི་ན་ལོའི་དེ་རྣམ་ཐག་རྒྱལ་བི་གི་ཤོ་ཀྲང་ཆིག་ཇག་ཁལ་ཆིག་དགུག་བི་གི་གལ་དང་པ་ན་ལ་མ་སེ་ཏོ་ཏོ་བའི་དེ་དེ་བི་ཀོས་དི་བི་སྣང་ནོང་ཚེ་ཤུ་ནི།

དག་ས་གནས་ཀྱི་མི་དེ་ཡང་ཕ་རི་ལུག་རྒྱུད་ཡུལ་སེམས་ནི་གཅིག་འདུག་ལ་དང་ནི་ཕ་རི་གི་ས་ཕྱོགས་ཀྱི་ཁབ་ཏུ་ལུག་གཉིས་མེད་ལ། དེའི་ཧེ་མ་རྒྱལ་པོ་ཁྲི་སོ་སྡེ་བཙན་གྱི་དུས་བློན་པོ་རྒྱུད་པི་མ་གུང་བཙན་སེམས་པའི་དུས་ལོ་སུས་ར་གནག་མིག་གི་བཞི་པའི་ནི་དེ་གི་རྒྱུད་ཡུལ་སེ་བསླབ་རྩོད་ཡོད་བུལ་གྱི་མཁར་ལུག་དེ་གི།

དང་ནི་བེ་བེའུ་དང་ཞབས་དྲུག་སྟེ་ཐུགས་སྤྲུལ་དང་པ་པས་འཇིགས་མེད་གྲགས་པ་སྟེ་སྤྱི་སྟོང་བདུན་བརྒྱ་ཁལ་ཆེ་བཞི་གནམ་ལོ་ཤིང་སྒྲུབ་ཀྱི་ལོ་ལུགས་བོད་ལུགས་སྐུ་འཁྲུངས་འདུས་པའི་དགུང་ལོ་ཁལ་ཆེ་གསུམ་བཞི་བརྒྱད་ཀྱི་སྤྱི་སྟོང་བདུན་བརྒྱ་བཞི་བཅུ་ཞེ་དྲུག་ལུགས་མ་གཏོགས་འབྲུག་ལུགས་བདེ་འགྲོ་ཞུ་མ་ཚུར་བོད་ཀྱི་རྒྱུ་མཚན། སྟེ་དེ་བོད་སའི་སྟོད་སྟོད་བོད་ཁུལ་ནུབ་སའི་ཞོ་ནི། སྤྱིའི་འདི་སྟེ་བུ་དང་འབྲུག་ལུགས་སྟེ་དེ་ག་དགོངས་པ། སྟེ། ཐུགས་བཞེད་མ་ཐུགས་མེད་ཀྱི་དེ་སྟབས་མ་དེའུ་ད་ཅི། དེ་ཅི། དེ་དུས་ཚོད་ཨང་ནི་ཁ་ལུ། དེ་ཕོབ་ནི་དེ་གི་འབྲུ་རྒྱལ་ཁབ་ནང་ན་ལུ། ཆོ་འཕྲུལ་རྣམ་གྱི་དེ་ཐུགས་རྗེ་གི་ཡུལ་ཟེ་འདུས་བྱ། ག་ར་ལུ་ཆབ་ནི་དེ་ལུ། གཞུང་གི། དེ་གཞུང་གི་སྲིད་བྱུས་དུས་སུ། དེ། འབེ་མི་རི་རེ་གཉིས་གཉིས་ཀྱི་རང་དོན་གྱི་ཆུ་བོ་ལུ་བས་དེ་ཐེན་དེ་བས་འབེ་ཤི་ན།

དེ་དགེ་བཅུ་གྱི་ཁྲིམས་ཀྱི་རྣམ་བཞག་དུས་སུ་རྒྱས་པར་ཕྱེ་ཡི་གི་བཀའ་ཁྲིམས་བརྩམས་བདེ་བའི་སྦས་ཤིང་ན་བཟླས་པ་འབྲུ་རབ་རྒྱས་ཀྱི་གཙོས་བོད་ཀྱི་གཞུང་ལྷན་རྒྱས་ཀྱི་ཚོགས་གསར་ལུགས་ཕུལ་དུས་ཡུལ་མི་དེ་རྣམས་ལོ་ཤིང་འབྲུག་གི་ལོ་ལུགས་བཀྲམ་སྤེལ་སྦས་ཡིན་ཟེར་དེ་བས་ཐོན་མི་འདི་སྡེ་སྲིད་དེ་གི་སྐབས་ལུགས་ཕོབ་ལས་བསྟན་འདུས་པའི་སྡེ་སྲིད་ཆུ་བོ་དེ་གི་བཀའ་ཁྲིམས་བཀྲམ་སྤེལ་བས་མཛད་དུས་ཡོད་ཨིན་པས་སེར་ཤུ་ནེ་ལ་སྡེ་སྲིད་དགུ་པ།

རྡོ་རྗེ་གླུད་པའི་ངང་བ་ལྷུན་གྲུབ་མཆོག་འདི་མཁན་ཆེན་ཁྲི་རབས་དྲུག་པའི་གྱི་རྡོ་རྗེ་འཆང་གི་ཁྲིད་ལུགས་སྔ་སྲོལ་ཞུ་ཡིག་ཟིན་པའི་དུས་ཚོད་ནི་ཁ་ལོ་གཅིག་སྟོང་བདུན་བརྒྱ་ཁ་ཆེ་བཞི་ལོ། དང་ནི་ཁ་ལོ་གདན་ས་སྤུན་ཟླ་ཁག། འཇམ་དཔལ་དབྱངས་དང། གུ་རུ་པི་མ་འཇུ་ནེ་གི་སྐུ་འདྲ། རྨི་ཚེམས་ལས་རྒྱལ་བ་སྟེ་ས་གཞན་དང། ལྕགས་རི་གཙུག་ལག་ཁང་བདུད་འདུལ་བློའི། གྱི། གཡས་གནས་དེ་ན་ལུགས་དགེ་འཕེལ་གྱི་གནས་ལུགས་ཞབས་དྲུང་རིན་པོ་ཆེ་གྱི་དེ་སྲིད་སྐུ་ཆེན་པོ་ས་ཞེས་དེ་གནའ་ཡིན། དོ་རོག་སྤུན་ཟླ་ཁ་ལོ་ཅལ་རི་སིལ་གྱི་གུས་སྐུ་འཐུང་གྲི་ཆེན་པོ་དང་ཐིམ་ཕུ་བཀྲ་ཤིས་ཆོས་རྫོང་ལུགས། འཇའ་དང་བོད་ཀྱི་དེ། གློད་པའི་ཚང་མེད་ཀྱི་ཐང་ཀ་གུ་རུ་ཚོགས་ཀྱི་རྡོ་རྗེ་གྱི་འཁྲུངས་རབས། རྣམ་ཐར་ཡོངས་རྫོགས་ཀྱི་ཐང་ཀ་དུས་ཚོད་ག་རེ།

ཏེ། ཆོས་ཀྱི་བྱང་ཆུབ་སེམས་དཔའ་མངའ་བ་འཇམ་སོགས་སེ་དགེ་བཤེས་མངའ་བ་འཇམ་སོགས་གཉིས་ཡ་སེ་མོ་ཤ་ཏིར་མ་འཇུ་ལ་མ་ཡ་ཏཱི་དེ་སེ་བཅུ་སུ་བ་ཆོས་ཀྱི་ཤེས་རབ་དབང་ཕྱུག་སེ་ཐུང་ཆོས་ཀྱི་དག་སྒྲ་མི་དེ་ཁུང་གསུམ་ར་ཡིན་སེ་ཤུ་ནི་ལ་ནི་སོའི་ཆོས་ཀྱི་རྒྱལ་པོ་གཟུམ་གཅིག་པའི་ཆ་ལ་རྫི་ནི་དེ་ཀྱི་ཆོས་གལ་སེ་སྒྲ་མི་དང་ནི་མེ་ལ་དེ་ལས་ཏཱི་ཆོས་གལ་བྱང་ཆུབ་སེམས་དཔའ།

ཏེ་ཞབས་བརྒྱད་པའི་ཏེ་སྒྲའི་མཇུག་གི་སྐྱབས་འཛིན་པ་བུའི་ཟླ་གཅིག་ཁ་ལོའི་ཏེ་གྲོལ་ཕྱིར་གྲུབ་བསྡུས་པའི་མ་མཐའ་ཆོས་ཏེ་ཡོད་པའི་གི་ལུགས་རྒྱུད་དུས་སུ་དབྱིན་པས་ཞེས་ཞུ་ངེས་ལ། དེ་གང་རྒྱལ་སྲིད་ཀུན་དགའ་རྒྱལ་སྲིད་ཀྱི་ཡང་སྲིད་འཇིགས་མེད་ནོར་བུ་ཆུ་བོ་དེ་གོང་མིན་གྱི་ཡང་སྲིད་གོང་མ་གི་ཡང་སྲིད་དེ། འཁྲུལ་བ་མེད་པ་བས་ཏེ་ཉིན་ཞག་གཉིས་བསྡུས་པའི་དགུང་ལོ་བཅུ་ཙམ

གཞུང་ལུགས་རྒྱས་འབྲེལ་ཞུ་བདེ་བའི་ཤུལ། མ་མཁན་ཆེན་ཁྲི་རབས་བདུན་པ་རྗེ་མི་འཇིགས། ལྔ་བ་ཕྲིན་ལས་ཀྱི་ཡོངས་འཛིན་ལས། དེ་སྐད་བཟླས་པས་དེ་སྐུ་ཡོན་ཕུལ་ནས་དགུ་བཙུན་ནོ། ཟིན་མེད་ལ། ད་དེ་གའི་སྐབས་ལོ་རྒྱལ་སྲིད་བྲལ་བར་འབྲུག་རབ་རྒྱལ་དེའི་ཁྱིམ་ཕུ་དབང་དེ་སྤྱི་ལོ་བཞུགས་དུས་ཡུལ་མི་དེ་གའི་བའི་བས་ཤིང་ན་རྒྱལ་སྲིད་ཀྱི་སྐུ་ཚེ་ཧེ་མ་ཀུན་དགའ་རྒྱལ་སྲིད་ད་མ་བྲིས་པའི་གི། དེ་ཞེས་ཁྱོད། བཞའ་དེ་བའི་བས་ཤིང་ན་དེ། ཁོ། ན་ན་ལོ་ཁྱོད། ཆགས་དུས་ཡུལ་མི་དེ་བཞའ་དེ་བའི་གཞུང།

བརྒྱད་ཁྲི་ལས་དགོངས་ཞུ་རྫིས་བུས་ཀྱི་ཤུལ་ལས། དེ་དེ་ལས། ཤུལ་མ་དེ་ཁོ་བཟུང་རེ་བས་དེ་བཙོས་སྣར་ལུ་བཙུ་བས་དེ་ཐ་མ་ལུ་ཁོ་ཡའི་ཀྲོང་ད་ནུ་ངུ་སེ་མས་འདི་ཤེ་ང་བ་འཇམ་སོ་དེ་དེ་སི་དགུ་བ་དེ་ཁོ་རེ་ཨ་ཞག་གི་དེ། ཆུ་སྙོན་འདི་སི་ལོས་ཆོ་ཀོ་ངན་པ་ལས་བསྟན་འདི་ཨ་ནི་བེའུ་ད་ལུ་དེ་སི་ཁྲི་རབས་དགུ་བ་དེ། རྒྱལ་སྲིད་ལོ་རྒྱུས་བརྒྱུད་པའི་བི་བི་ཀི་ལོ་ཚིགས་ཆོས་འབྱུང་དང་རྒྱལ་རབས་ཚུ་ན་ལོ་གཅིག་སྟོང་བདུན་བརྒྱ་ཁལ་གཅིག་དང་གཅིག་སྟོང་བདུན་བརྒྱ་ཁལ་གཅིག་དགུ་ཟེར། ལོ་དགུ་གི་བར་ན་བི་མི་ཅིས་གཅིག་སྟོང་བདུན་བརྒྱ་བཅུ་དགུ་དང་གཅིག་སྟོང་བདུན་བརྒྱ་ཁལ་གཅིག་དགུ་ཟེར་ཏེ་མ་གྲོགས་པའི་སྐད་དུ་ཡུས་རུ་ཏེ་ཁྲི་ཐོ་ལོ་བཅོ་མི་ཀི་ལོ་ངོ་མང་དེ་བི་བ་ཅིན་གཅིག་སྟོང་བདུན་བརྒྱ་ཁལ་གཅིག་གནམ་ལོ་ལྕགས་ཀྱི་ས་ཚེ་ལུ་ཟེར་རྒྱལ་སྲིད་ཀི་ཁྲི་ལུ།

ཕྲིན་ལས་དང་རྟོགས་བརྗོད་ཀྱི་ཟུར་ཞུགས་བརྡ་ལོ་སྐུ་གཟུགས་བཟང་པོའི་མཇལ་ཁའི་སྲི་ཞུ་དུ་ལ་སོགས་བཀའ་དྲིན་ཆེ།